ཨ་ནེ་ད་འཛམ་གླིང་ས་ཕྱོགས་གང་ས་ལ་བཞུགས་ཡོད་པའི་དྲ་ཐོག་གི་སློབ་ཚན་གསན་གཟིགས་གནང་མཁན་ཚང་མ་ལོག་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡིན། ད་དེ་རིང་ང་ཚོ་སི་ཏུ་ཞེ་ལུང་གི་སུན་ཅུ་པ་དང་རྟགས་ཀྱི་བརྒྱུད་པའི།

རིང་ནས་སྦྱངས་ན་ག་འདྲས་བྱས་ནས་སྦྱང་དགོས་རེད་ཅེས་ནས་ངས་སྦྱང་སྟངས་ཅིག་བཤད། འོ་ཐུགས་ཞུས་ནས་ཞུས་ན་བསམ་གསུངས། དེ་ཡང་ད་དང་དང་པོ་དེ། ད་མཐེ་བོང་གི་བཀའ་རྒྱ་བསྡམས་པ་ནས་བཟུང་སྟེ། ཨ་ནི། ང་རང་ཡིན་ན་ཅི་དང། གྲྭ་ས་ལ་ཟླ་བ་གསུམ་གྱིས་བསྡད། ཨ་ནི་གྲྭ་ཚང་གི་དོན་དག་ལ་ཕྱི་ལོགས་ལ་འགྲོ་དགོས་ཅི་ཡོད། ཨ་ནི་བོད་ཤེས་རིག་ལས་ཁུངས་ཀྱི་ལས་ཀ་དང་དེ་ནི་ཡང་བསླབ་གྲྭ་ཁག་ཁ་ཤས་ཀྱི་ནང་ལ་གཏམ་བཤད་བྱེད་ཁར་འགྲོ་དགོས་ཡ་དེ་འདྲས་ཅི་ཡོད། ད་ནད་ཡམས་དེའི་རྐྱེན་བྱས་ནས་ཨ་ནི་འདོ་བ་ལ་བསྡད་དགོས་ཀྱི་བྱུང་བ་ཡིན་དུས་ཨ་ནི་ས་སྐྱ་ང་ཚོ་ཤེས་ཡོན་དང་ཁྲིད་སྟོན་ལྷན་ཚོགས་ཀྱི་འགན་དབང་ཕྱུག་ལགས་དང་རྒན་ཀུན་དགའ་ལགས་གཉིས་ངྷ་ས་ལས་ཡོང་རྗེས་གནས་ནས་འདུ་བ་ལ་དྲ་ཐོག་གི་སློབ་ཚན་གཅིག་བཟོས་ཐུབ་ན་ཡག་པོ་འདུག་ཅེས་ནས་རེ་སྐུལ་གནང་གི། ད་ས་སྐྱ་ཆོས་དགའ་དང་ད་ང་ཡིས་ང་ཚོ་ང་ཁམས་ཚན་དེ་སྤྲེའུ་ཁམས་ཚན་རེད། ང་ཚོས་ས་སྐྱ་ཆོས་དགའ་དང་སྤྲེའུ་ཁམས་ཚན་བྱེད་ཀྱི་ཡིན་ན་ད་བར་དུ་ལོ་མང་པོའི་རིང་ལ་ཁྱིམ་མཚེས་བྱས་ཧ་ལམ་གཅིག་གི།

དེ་གདམས་པ་ནང་བཞིན་བྱས་ནས་ད་ལྟ་ང་ཚོ་སི་ཏུ་ཞལ་ལུང་གི་སུན་ཅུ་པ་དང་རྟགས་ཀྱི་བརྒྱུད་པའི་རྣམ་གཞག་འདི། ཆ་ཚང་བ་འདྲ་བོ་ཆེ། ཐུལ་ཁ་ཚང་བ་འདྲ་བོ་ཆེ་མགོ་མཇུག་ཚང་བ་འདྲ་བོ་ཆེ། འོ་འདི་འདྲའི་འདྲ་བོ་ཆེ་ཞུ་ཐུབ་པ་དེ་ང་རང་ཡིན་ན། དགའ་བོ་དང་ཨ་ནི་སྤོབས་པ་སྐྱེ་ཡོད་པ་འདྲ་བོ་ཅི་དང་སོ་སོ་དགེ་བའི་དགེ་བ། ཨ་ནི། ཅིག་དགེ་བ་ལ་སོ་སོ་རང་ཉིད་ཀྱི་དགེ་བ་ལ་ཡི་རྗེས་སུ་ཡི་རང་བྱེད་ཐུབ་ཡ་འདྲ་བོ་ཆེ་བྱེད་དགོས་ཡ་འདྲ་བོ་ཆེ། འོ་དེ་འདྲའི་ཅིག་བྱུང་སོང་བསམ་དགོས་ཐུབ། ཨ་ནི་ཁྱེད་རྣམ་པ་ཚོ་གིས་ཡང་ཨ་ནི་དེ་ག་ནང་བཞིན་གྱི་མུ་མཐུད་ནས་ཨིན་ཡུལ་སློབ་ཁྲིད་ཉན་དང་ལྟ་ན་ཞིང་གི་དཔེ་ཆོས་བྲིས་ཡ་སྦྱོང་ད་བྱས་པ་དེ་གས་དེ་ཞི་རག་གི་ཡག་པོ་རེད་ཨ་ནི་དཔེ་ཆོས་བྲིས་ངས་མང་པོ་ཞིབ་གཅིག་གི་དཔེ་ཆོས་བྲིས་བྱས་ནས་ང་ལ་བསྐུར་ཡོང་གིས་དཔེ་ཆོས་ཁ་ཤས་ཁ་ཤས་ནི་མཚམས་སང་ཞུ་དག་བྱས་དེ་ནས་ངོ་ཚ་ངེས་བཟོ་རེད་བྱེད་འདུག་ང་རང་ཡང་སློབ་ཚན་བྲིས་ངེས་དང་ཞུ། དཔེ་བརྗོད་དྲི་ངད་གཉིས་ལྟ་འོང་དུས་དཔེ་བརྗོད་དྲི་ངད་དུ་བཟོ་བའི་དཔེ་བརྗོད་དྲི་ངད་དེ་ཏོག་ཙེ་ཡ་བའི་སོ་དྲག་ཅིག་ཡོང་གི། དེ་འདྲ་ཡིན་ཙང། མཚམས་རེ་མཚམས་རེར་ངོ་ཚ་བ་ཡོང་གི་འདུག་དེ་གང་ལྟར་ངས་ཀྱི་ད། རྐུན་མ་སོ་སྒྲུབ་ཅི་ལྟར་བྱས་ཡོད་རེད་བསམ་གི། དེ་འདྲ་ཡིན་ཙང། ཚང་མ་ལོགས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ལྷག་པར་དུ་ཡང་ད་ལྟ། ཨ་འབྲས་ཀྱི་དུས་ཚེས་འདི་འདྲ་ཞིག་གི་སྐབས་ལ། གོ་སྒྲིག་གནང་མཁན་གྱི་ཐོག་མ་ཉིད་ནས་ངས་ཐུགས་རྗེ་ཆེ་ཞུ་བ་ནང་བཞིན་བྱས་ནས། མོན་གོ་ཁྲི་ལ་ཡོད་པའི། ས་སྐྱའི་ཆོས་སྒར། བརྩེ་ཆེན་མདོ་སྔགས་ཆོས་གླིང་ལ་ད་ང་ཚོ་སྔར་སློབ་ཁྲིད་བྱེད་སློབ་ཁྲིད་བྱེད་མཁན་དང། སློབ་ཁྲིད་གསན་མཁན་ཚང་མ་ལོག་གི་ཚབ་ཞུས་ནས་དང་པོ་ནས་ཐུགས་རྗེ་ཆེ་གནང་བྱས་ནས་ཞུ་རྒྱུ་ཡིན། ལེགས་སེ། ད་དེ་རིང་ང་ཚོ་ཤེས་བྱ་གཙོ་བོ་དེ་ནི་ངས་རིག་གནས་སྦྱང་སྟངས་ཇི་དང་སློབ་སྦྱོང་བྱེད་སྟངས་ཇི་ངས་ངོ་སྤྲོད་བྱེད་ཐུབ་ན་བསམ་པ་རེད། གང་ཡིན་ཟེར་ན་མི་མང་པོ་ཞི་བུ་གཅིག་གིས་དཀའ་ལས་བརྒྱབ་དེ་ངེས་རེད། ཨ་ནི་ཡིན་ན་ཡང་སོ་སོའི་སློབ་ཚན་གྱིས་སྦྱང་ཡོང་དུས་སྦྱང་མ་ཤེས་ནས་ལྷག་འགྲོ་ན་ད། འབད་བརྩོན་ག་ཚོད་བྱས་པ་ཡིན་ནས་ད་ལམ་ནོར་སོང་ན་ལང་ཀ་ལ་ཡང་དག་པ་ཅིག་ལ་འཇོག་ཡ་ཡོད་མ་རེད། དེ་འདྲ་ཡིན་ཙང་ཐབས་མ་ནོར་བ་བྱེད་ཡ་གཅིག་དང་འབད་བརྩོན་གཉིས་དེ་ཟུང་འབྲེལ་བྱས་ན་ཡག་པོ་ཡོད་རེད་དེ་འདྲ་ཡིན་ཙང། འབད་བརྩོན་ཡོད་པ་བཞི་བཞག་བརྩོན་འགྲུས་ཡོད་པ་བཞི་ལ་བཞག་པའི་ཐོག་ནས། ཨ་ནི། ཐབས་ག་འདྲའི་ཆེ་ན་སྦྱང་དགོས་རེད་དམ་པོ་ཅིག་ངས་འདི་ངོ་སྤྲོད་ཞུས་ན་བསམ་བྱུང། དེ་ཡང་ང་རང་ཚོ་ད་ལྟ་རྒྱ་གར་སོག་པོ་བ་སྦྱང་དེ་ཡ་དེ་ཐ་ཉེ་བའི་རིག་གནས་ཟེར་ཡ་དེ་རེད་ང་ཚོ་བོད་གངས་ཅན་གྱི་ལྗོངས་འདི་ལ་རིག་པའི་གནས་ཆེན་པོ་ལྔ་དང་ཆུང་ཆུང་བ་ལྔ་ཟེར་གྱི་ནི་ཡོད་རེད་བ། སྒྲ་ཚད་སོ་སོ་ནང་དོན་ཟེར་དུས་ཙམ་པ་ལ་ཨ་ནི་རིག་པའི་གནས་ཆེ་བ་ལྔ། སྙན་ངག་སྔོན་རྗེས་བཟླས་བརྗོད་དང་བཀའ་གཙིགས་བཅས་ཏེ་བཅུ་པོ་ཟེར་དུས་བརྩམས་པ་ལ་རིག་གནས་ཆུང་བ་ལྔ། དེ་གའི་ཡོངས་སུ་རྫོགས་པ་དེ་ལ་རིག་པའི་གནས་ཆེ་བ་ལྔ་དང་ཆུང་བ་ལྔ་ཟེར་ནས་རིག་པའི་གནས་བཅུ་གཅིག་ངོས་འཛིན་བྱེད་ཀྱི་ཡོད་རེད་པ། ད་དེ་གས་དེ་ཡིན་ན་ཆོས་རྗེ་ས་པཎ་གྱི་སྐུ་རིང་ལ་ཡང་ནི་མཁས་པ་ལ་འཇུག་པའི་སྐོར་གྱི་ནང་ལོགས་ལ་དེ་གས་དེ་གསལ་སྟོན་གནང་བྱས་ནས་ད་ལྟ་གང་ཟག་ང་ད་ང་ང་རང་ཚོའི་སྐད་ཡིག་ནང་ལོགས་ལ་ཡང་ནི་རིག་པའི་གནས་བཅུ་ཟེར་བརྗོད་པ་རེད།

སྐད་ཡིག་དེ་སྦྱངས་ན་སྐད་ཡིག་སྦྱངས་སྟངས་ཀྱི་ཐར་ལམ་འདྲ་བོ་ཅིག་ངས་ཁ་ཤས་ཅིག་ངས་ངོ་སྤྲོད་ཞུ་ན་བསམ་བྱུང། དང་པོ་དང་པོ་དེ་སློབ་སྦྱོང་འདྲ་བོ་ཅིག་ཡིན་ན་ཡང་འདྲ་འདུག་སྐད་ཡིག་ག་འདྲེ་ཅིག་ཡིན་ན་ཡང་འདྲ་འདུག་དེ་སྦྱངས་པར་བྱེད་པ་ལ་ཐོག་མ་དེ་གལ་ཆེ་ཤོས་ནང་གི་ཆེ་ཤོས་དེ། ཚིག་གཅིག་རེད་ག་རེ་རེད་ཟེར་ན་དོ་སྣང་རེད། དོ་སྣང་ཟེར་ངེས་དེ་ད་ན་རུ་དོ་ས་ན་ད་ན་ང་སྣང་ཟེར་ངེས་ཅི་འདུག་བ། ད་དེ་ལས་གལ་ཆེ་བ་ཅིག་ཡོད་མ་རེད། ཁྱེད་རང་ལ་དོ་སྣང་ཡོད་ཚ་བའི་ཞུ་གུ་དེ་ལ་ག་རེ་ཡིན་གནས་ཅིག་རེད་འདུག་རེད། དོ་སྣང་མེད་པའི་ཞུ་གུ་དེ་ལ་ད་ག་རེ་ཡིན་གནས་རེད་ཡོད་མ་རེད། དེ་འདྲ་ཡིན་ཙང་དགེ་རྒན་ཅིག་གི་ངོས་ནས་གལ་ཆེ་ཤོས་དེ་སློབ་ཕྲུག་ལ་དོ་སྣང་སྤྲུལ་ཡན་དེ་གལ་ཆེ་ཤོས་རེད་སློབ་ཕྲུག་ཅིག་གི་ངོས་ནས་གལ་ཆེ་ཤོས་དེ་དོ་སྣང་སྤྲད་ཡན་དེ་གལ་ཆེ་ཤོས་རེད།

བྱས་པ་ཡིན་ན་ད་དོ་སྣང་ཟེར་ངེས་དེ་ག་འདྲས་ཅན་ནས་ག་འདྲས་ཅན་ལ་ཟེར་གྱི་ཡོད་རེད། དོ་སྣང་ག་འདྲས་ཅན་ནས་བྱེད་དགོས་རེད་ཟེར་ལབ་པ་ཡིན་ན་ད་ལྟ་ངས་གནས་ཚུལ་གཞན་པ་ཁས་ཞུ་གི་མེད། རིག་གནས་སྦྱངས་པའི་སྐབས་ལ་དོ་སྣང་ཟེར་ངེས་དེ་ག་འདྲས་རེད་ཟེར་ན། ང་ཚོ་སྐད་ཡིག་སྦྱང་དགོས་བ་རེད་བ། ག་དུས་ཡིན་ན་ཡང་ང་བོད་ཡིག་སྦྱང་གི་ཡོད་ཡོད་ཟེར་དུས་ཚང་མ་ལ་ང་སྐད་ཡིག་ཅིག་སྦྱང་གི་ཡོད་བསམ་གོ་རེད། ཨ་ནི་སྐད་ཡིག་སྦྱངས་པ་ཡིན་ན་སྐད་ཡིག་སྦྱང་སྟངས་དེ་ལ་ག་རེ་བྱེད་དགོས་རེད་ཟེར་དུས་ཚང་མ་ལ་ནང་ལ་དེ་འདྲས་ཅན་ནས་སྒོམ་རྒྱག་ཡ་གི་ཡོད་མ་རེད།

ཨོ་དེ་ལ་ནི་ཆོས་སྒར་བྲིས་ཤག་ཆོས་སྒར་ཟེར་ན་དེ་འདྲ་ག་རེ་ཟེར་གི་ཡོད་རེད་ཨོ་དེ་འདྲའི་རྗེས་ལ་ཡ་དོ་སྣང་ལས་དེ་ཞེ་དྲག་གལ་ཆེན་པོ་རེད། ཨོ་དེ་ངས་ངོ་སྤྲོད་ཞུ་གི་ཡོད་རེད་ད་དེ་ངས་ཕན་ཚུན་རོགས་བྱེད་ཨོ་ཙི་ཅུང་ཟད་ད་ག་བ་ལ་སྤྲོད་ན་ཡིན་རེད་ད་ག་བ་ལ་ཕྱིན་གི་ཡིན་ཡ་ནི་རྒྱ་ཡིག་དེ་འདྲ་ཡོད་ན་རྒྱ་ཡིག་ཀློག་ཡ་དང་འཇར་ལྗང་དེ་འདྲ་ཡོད་ན་འཇར་ལྗང་ཀློག་ཡ་སྒོ་ཡིག་དེ་འདྲ་ཡོད་ན་སྒོ་ཡིག་ཀློག་ཡ་དེ་འདྲ་ཀློག་ཡ་གལ་ཆེན་པོ་རེད་དོ་སྣང་བྱེད་བསྡད་ཡ་རེད། དེ་འདྲའི་རྗེས་ནས་དོ་སྣང་བྱེད་བསྡད་པ་ཡིན་ན་ཨ་ནི་ཤེས་ཡོང་གི་རེད།

དེ་ཡིན་ཆད་ནས་ད་དོ་སྣང་དྲི་བ་སླེབས་གོ་རེད་ད་དྲི་བ་སླེ་བསྡད་པ་ཡིན་ན་ཅིག་ཤི་ཡན་གི་འགོ་བཙུགས་རེད་དྲི་བ་མ་སླེ་བ་ཡིན་ན་ཡིན་ཤག་ཤག་ག་ལ་བཏང་ཡན་བཅོ་ར་བ་ཨ་འདི་ཡིན་ཤག་ཤག་འདི་བ་ལ་ཅིག་ཅིག་དྲི་ཤག་ཤག་ག་རེ་དྲི་ཡོད་མེད་དོ་སྣང་གས་མེད་པ་ཅིག་ཡིན་ན་ད་ཤི་ཡན་གས་ཡོག་མ་རེད་དེ་འདྲ་ཡིན་ཙང་དང་པོ་དང་པོ་དེ་ལ་དོ་སྣང་ཟེ་དེ་གས་ཆེན་པོ་ཞུ་ཆད་ཨ་ནི་དོ་སྣང་ཟེ་ངས་དེ་བྱས་ཚར་བའི་ཞུ་གོ་དེ་ལ་ག་རེ་སླེ་གི་རེད་ཟེ་ན་དྲི་བ་ཟེ་དེ་སླེ་གི་རེད་དྲི་བ་ཟེ་ངས་དེ་སླེ་སོང་ན་ཨ་ནི་གས་ཧང་ཤི་ཡན་འགོ་བཙུགས་ཡོག་རེད་གཞན་མ་གཏོགས་ང་ཚོ། མང་ཆེ་ཤོས་དེ་བླ་བྲང་ནང་ལོགས་དང་དགེ་རྒན་གཅིག་གི་ས་ནས་ཅང་ཡང་ཤེས་ར་སྐྱེས་ཡོད་མ་རེད། དགེ་རྒན་ས་ནི་ང་ཚོ་ཆོས་སྲིད་གཅིག་སུ་མ་གཏོགས་ཁྱད་ཅང་ཡང་ཡོད་མ་རེད་བ་བྱས་ཙང་ནམ་ཆགས་རྒྱུན་དུ་ནས། སོ་སོའི་ངོས་ནས་ཨ་ནི་དོ་སྣང་བྱེད་ཡ་དེ་གལ་ཆེ་ཤོས་རེད། དང་པོ་དེ་འགོ་ཚུགས་སོང། འོ་ཡ་དེ་གལ་ཆེ་ཤོས་གཅིག་རེད།

ད་ཁྱེད་རང་ལ་ག་རེ་སྒུག་གི་ཡོད་རེད་ཟེར་ན་ནི་ང་སྐད་ཡིག་སྦྱང་གི་ཡོད། སྐད་ཡིག་གསལ་ཏེ་ག་རེ་རེད་ཟེར་ན་དོན་ཚན་མི་འདྲ་བ་བཞི་རེད། ངའི་དང་པོ་ཉི་མ་དང་པོ་དེ་ལ་ངས་ངོ་སྤྲོད་ཞུས་པ་ཡིན་ལ་ནི་ས་གནས་མང་པོ་ལ་ངས་ངོ་སྤྲོད་ཞུ་གི་ཡོད། དང་པོ་ཁྱེད་རང། དཔེར་ན་སྐྱབས་མགོན་རིན་པོ་ཆེ་གི་གསུང་ཆོས་དང། ཨ་ནི་བླ་མ་ཆེན་པོ་དེ་འདྲའི་གི་གསུང་ཆོས་མ་ཉན་པའི་སྐབས་དེ་ལ་ཡིན་ན་ཁྱེད་རང་གིས་ག་ཚོད་ཞིག་བརྗོད་ཁུག་གི་འདུག།

ད་གཉིས་པ་དེ་ག་རེ་རེད་ཟེར་ན་ཁྱེད་རང་གི་མི་ལ་བོད་སྐད་མ་ཤེས་ཡོང་དུས་གོ་བརྡ་འཕྲོད་ཟེར་ཅི་ད་ཡོང་ཐུག་གི་རེད་བ་སུ་ཡིན་ན་ཡང་དེ་བཟང་ད་ཅིག་རྒྱ་གར་དུ་ཚོགས་ཀྱི་ཡང་ཅིག་བོད་བོད་སྐད་གོ་བརྡ་འཕྲོད་ལ་མ་འཕྲོད་ལ་རྒྱབ་ཐུག་གི་འདུག་ག་དེ་འདྲའི་སྤྱི་ལ་ཡང་བོད་སྐད་ཤེས་འབའ་སི་ལ་ལ་བས་ཡོད་མ་རེད་བོད་སྐད་དངོས་གནས་དྲ་གནས་ཚད་དང་ལྡན་པ་ཅིག་མི་གི་མི་གི་ཉན་མཁན་དེ་གི་ཡིན་ན་ཏག་ཏག་ཅིག་གོ་ཐུག་ངེས་ཅིག་ད་སོ་སོའི་ངོས་ནས་བསམ་ཚུལ་དེ་གས་དེ་ཇི་མ་ཇི་བཞིན་ཅིག་ཕ་བརྗོད་ཐུག་ཡ་ཅིག་སོ་སོའི་ངོས་ནས་བོད་སྐད་མ་ཤེས་ཐུག་གི་འདུག་ཡ་ལྟ་བུ་རེད། དེ་བཤད་ལ་མིག་ཕན་ཚུན་སྤ་རུ་ལ་བཤད་ཡ་མིག་རྒན་པ་ལ་བཤད་ཡ་གཏམ་བཤད་བྱེད་ནས་བཤད་ཡ་འོ་དེ་གས་དེ་ཡོངས་སུ་རྫོགས་པ་དེ་ཆ་ཚང་ཅིག་ལེགས་གི་འདུག་ཡ་ལེགས་གི་མི་འདུག་ཅིག་ལྟ་བུ་རེད་དེ་ལེགས་གི་ཡོད་ན་ཁྱེད་རང་གིས་ད་བཞི་ཆ་གཉིས་འདྲ་བ་ཅིག་ཁྱེད་རང་ལ་ཚང་ཚར་བ་རེད། སྐད་ཡིག་གཅིག་ལ། ད་སྐད་ཡིག་གཅིག་གི་ནང་ལོགས་ལ་གལ་ཆེ་ཤོས་འདྲ་བ་གཅིག་དེ་ཨ་ནི་ཀློག་ཡ་དེ་རེད། ཨ་ནི་ཀློག་ཡ་དང་ཀླད་ཡོང་དུས་ཙམ་པ་ལ་ཀློག་ཡོང་དུས་ཙམ་པ་ལ་དང་པོ་ཡི་གེ་གི་གཅོད་མཚམས་ཤིན་གི་འདུག་བས། ཅིག། གཉིས་པ་དེ་ལ་དོན་དག་གུ་གུ་དུ་བས། དེ་གལ་ཆེན་པོ་རེད་བ། ད་ལྟ་ང་ཚོ་བོད་ཡིག་ནང་ལོ་ལ་དཀའ་ལས་ཆེ་ཤོས་ཀྱི་ཁ་རས་ཟེར་ན་ཡི་གེ་ཚང་མ་འབྱར་དེ་ཡོད་རེད་བ། ཨིན་ཇིའི་ནང་ལ་ཡིན་ན་ཀོ་མ་དང། སི་མི་ཁོ་ལོན་དང་དེ་འདྲའི་མང་པོ་ཡོད་རེད། བོད་ཡིག་ནང་ལོ་ལ་དེ་འདྲའི་མེད་པ་ཡིན་ཙང་ཚང་མ་ལོ་འབྱར་བྱས་བསྡད་ཡོད་པ་ཡིན་དུས་ཁ་ཤས་ཀྱིས་དཔྱད་ཤེས་དགོས་བ་མ་རེད། སྤྱོད་ཤེས་ཀྱི་མེད་པ་ཡིན་དུས་དོན་དག་གོ་བ་ལོག་འགྲོ་གི་རེད་པ་དེ་འདྲ་ཡིན་པ་ཡིན་དུས་ཡི་གེ་སྤྱད་སྟངས་ཡག་པོ་ཅིག་ཤིང་གི་དུ་བས་བཏགས་ཡ་དེ་ཞི་རགས་ཀྱི་ཐུགས་ཀྱི་ཆེན་པོ་རེད་དེ་ཡིན་ཙང་ཡི་གེ་ཀློག་སྟངས་ཡག་པོ་སྦྱང་ཡ་དེ་ཧ་ཅང་གནད་འགག་ཆེན་པོ་རེད་ཁ་ཚང་ང་ཚོ་སུན་ཆུ་བོའི་མཇུག་མཇུག་དུ་ལ་ཡོང་གི་སོང་བ་ཨ་ནི་ཨ་ནི་ཁ་བཟོ་གི་རེད་ལྷ་བླ་བཙུན་པའི་གང་ཟག་གི་དང་པོ་ང་རོ་རྣམས་ལ་སྦྱངས་ལབ་འདུག་བ་བས་ཡི་གེ་ཀློག་སྟངས་དེ་ཡག་པོ་སྦྱང་ཡ་དེ་ཞི་རགས་ཀྱི་ཐུགས་ཀའི་ཆེན་པོ་རེད་ཡི་གེ་ཀློག་སྟངས་དེ་མ་ཤེས་པའི་ཞུས་གོ་དེ་ལ་ནི་དོན་དག་གོ་ཟེར་དེ་དག་ཅིག་ཁར་བཟོ་གི་རེད་བས།

སོ་སོ་བུའི་ཡར་རྒྱས་བཏང་དགོས་ཟེར་ངེས་ཅིག་ཡོད་འི་ཡིན་ན། ཁྱེད་རང་གི་ཤ་ལ། སུམ་རྟགས་ཀྱི་ལྡན་མ་གཏོགས་མེད་ངེས་ཅིག་ཡིན་པ་ཡིན་ན་ཁྱེད་རང་བུའི་ཡར་རྒྱས་འགྲོ་གི་མ་རེད་ད་དེ་གཏན་འཁེལ་ནས་ལ་ཡར་བཏང། ཁྱེད་རང་གི་ཤ་ནང་ལོགས་ལ་དཔེ་སྒྲོམ་ནང་ལོགས་ལ། ནང་ལ་དཔེ་སྒྲོམ་གྱི་ནང་ལོགས་ལ shelf ནང་ལོགས་ལ། སུན་ཅུ་པ་དང་རྟ་མཇུག་ཟེར་ཅིག་མ་གཏོགས་མེད་པ་ཡིན་ནའང། ཁྱེད་རང་བུའི་ཡར་རྒྱས་འགྲོ་གི་མ་རེད་ལ་ནི་ཐག་ཆོད་ནས་གསལ་པོ་གསལ་རྐྱང་བྱས་ནས་བརྒྱ་ཆ་བརྒྱ་བཏང་བ་ལ་བས་རེད། དེ་གི་བུ་ཡ་རྒྱ་འགྲོ་གི་མ་རེད། སུན་ཅུ་པ་དང་རྟ་བྱིན་ཅུ་པ་གཉིས་དེ་ཁྱེད་རང་བལ་ཏུ་ཆུ་མ་ནི་ནང་བཞིན་བསྐྱོལ་ཡོད་ནས་ཁྱེད་རང་བུ་ཡ་རྒྱ་འགྲོ་གི་མ་རེད་བུ་ཤིང་གི་ཡོད་མ་རེད། ད་ག་རེ་སྒུག་གི་ཡོད་རེད་ལབ་པ་ཡིན་ན་ཁྱེད་རང་གི་རྒྱུན་ལྡན་ནས་ཚགས་པར་རེ་ལོ་ཡ། ཨ་ནི་རྩོམ་ཡིག་འདི་འདྲའི་ལོ་ཡ། སྙན་ངག་འདི་འདྲའི་ལོ་ཡ། རྒྱལ་རབས་ལོ་རྒྱུས་འདི་འདྲའི་ལོ་ཡ། ཨ་ནི་དག་སྣང་ཤིང་གི་སྒྲུང་འདི་འདྲའི་ལོ་ཡ། དེ་འདྲའི་མ་བྱས་པའི་ཤུལ་ཀུ་དེ་ལ་སྐད་ཡིག་འདི་ཡར་རྒྱས་འགྲོ་ཡ་ཡོད་མ་རེད། ད་འདི་གསལ་པོ་གསལ་རྐྱང་བྱས་ནས་ལབ་ཡ་རེད། ངས་སྙན་མ་དོ་བ་ལ་ཐེངས་མ་ཁ་ཤས་ཞུས་པ་རེད། སུ་འཇུག་པ་དང་རྟགས་ཅན་འཇུག་པ་གཉིས་དེ་ཞུ་ཞུ་སྦྱང་དགོས་བོ་མ་རེད་ཡིན་གཅིག་མིན་གཅིག་སྦྱང་ངོ་མ་རེད། ཁྱེད་རང་གི་སྒྲུང་དེབ་དེ་འདྲ་ཀློག་ན་ཡག་པོ་ཡོད་རེད་ཟེར་ནས་ཞུས་པ་རེད་ཁ་ཅིག་གིས། དེ་ཁྱེད་ཚུལ་ཁྱིས་ལས་སུ་འཇུག་པ་རྟགས་ཅན་འཇུག་པ་གཉིས་སྦྱང་དགོས་མ་རེད་ཟེར་ཏེ་ཚུལ་ཁྱིས་ལས་སྒྲུང་དེབ་ཀློག་དགོས་རེད་ཟེར་ཏེ་ཚིག་ཁྱི་མ་ཁྱི་ནས་བསྡད་དེ་ངས་དེ་འདྲའི་དོ་བ་འདི་སོ་སོ་བྱུང་ར་ཡ་རེད། ཁོས་དེ་འདྲ་ལབ་ཀི་འདུག་ཡིན་ནས་ཅིག་ཟེར་ནས་ངའི་ལབ་ན་ཡང་ཧང་སང་ཡང་ཁྱད་གོ་ཆོད་མ་རེད་གྱོང་སོ་སོ་ལ་རག་རེད་བ། དེ་འདྲ་ཡིན་པ་ཡིན་དུས། སུན་ཅུ་པ་དང་རྟ་ཅི་འཇུ་བ་གཉིས་དེ་ག་ཚོད་མོ་གོ་ག་ཚོད་ཁྱེད་རང་སྦྱངས་པ་ཡིན་ན་ཡང་སྐྱེ་ཡ་སྐྱེ་འགྲོ་ཡ་ལ་ཞེ་རག་གི་ཕན་ཐོག་ཡོད་མ་རེད་ད་སྒྲུང་དེ་ཀློག་ན་ལོ་རྒྱུས་ཀློག་ན་སྙན་ངག་ཀློག་ན་དེབ་ཀློག་ན་ད་ཡིན་ན་ཁྱེད་རང་བུ་སྐྱེ་ཡ་སྐྱེ་དང་བུ་ཡ་སྐྱེ་མ་འགྲོ་ཟེར་ནས་བཀའ་ཐོ་ཡ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་ཡིན་འཇིག་མིན་འཇིག་གི་ད་གྲུབ་འབྲས་དང་ལོ་རྒྱུས་དང། ཚགས་པར་དང། གསར་འགྱུར་དང་དེ་འདྲའི་ཀློག་ཡ་དེ་ཞི་རག་གི་ཐུགས་གལ་ཆེན་པོ་རེད། དེ་ངས་ཁྱེད་རྣམ་པ་ཚོ་ལ་ཞུ་ན་བསམ་བྱུང། ངས་དཔེ་མཚོན་གྱིས་ཞུས་ན་ཡང་འགྲིག་གི་འདུག་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་ཀྱིས་གསུངས་ཡོད་རེད། དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་ཀྱིས། ཐོག་མ་རྒྱ་བོར་མི་བྱེད་ཀི་རྒྱུ་སྣང་བྱེད་ནས་ཡོད་ར་རེད་ད་ངས་སྒྲུང་ཀློག་དགོས་ཡོད་གི་འཛིན་རེད་ད། ང་རང་ཚོས་སྒྲུང་མ་ཀློག་བྱེད་ནས་བསྡད་པ་ཡིན་ན་ཞེན་ཆགས་ཀྱི་ག་རེ་ཡོད་རེད་ལབ་པ་ཡིན་ན། མིང་ཚིག་ཕྱུག་པོ་ཕྱེ་ནས་ཆགས་རོགས་བྱེད་ཀི་མ་རེད། སུམ་ཅུ་པ་དང་རྟགས་བཅུ་བཅུ་པ་ཤིང་པ་ཡིན་ན་ཁྱེད་རང་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ཨ་ནི། འདི་ཆགས་ཀྱི་ཡོད་རེད་ག་རེ་ཟེར་བ་རེད།

སྤྱང་ཀིས་སྒྲུང་གཅིག་གསུང་བྱས་ནས་ཨོ་ཡ་ཏཱ་གིས་ལ་མ་བསྒྱུར་ད་སི་ལ་ཧོན་ཏོའི་རྩོམ་པ་ལ་སྤྱང་ཀི་ཟེར་ཡ་གི་ཚིག་དེ་དབྱིན་ཇི་ནང་ལ་མ་བྲན་ནས། ཨ་ད་སྤྱང་ཀི་ཟེར་ཡ་དེ་དབྱིན་ཇི་ཚིག་ནང་མ་བྲན་ཨ་ནི་ཚིག་སོ་སོ་ཚིག་གཅིག་མ་བྲན་ཡོང་དུས་ཨ་ནི་ཚབ་གལ་ཏེ་ཡོང་གི་འདུག་བ། Nervous། ཚ་གལ་ཏེ་ཡོང་བྱས་ནས་ཨ་ནི་དཔེ་དེ་ཉིན་མོ་དེ་ལས་སྐད་ཡག་པོ་རྩ་བ་ཉིད་ནས་བསྒྱུར་ཐུབ་མ་སོང་ཟིའོ་ཏུར་གསུང་གི་འདུག་བ།

ཨ་ནི་ཨིན་ཇི་ཡར་ཁྱེར་ཞིག་འགྲོ་ཡོང་དུས་ཨ་ནི་ག་རེ་ལབ་ཡིན་ནའི་ཚིག་མ་འདང་ཡ་མེད་པ། ཚིག་འབེན་འབེན་ལྷུག་ལྷུག་ཡོད་པ་ཚིག་མི་འདྲ་བ་བེད་སྤྱོད་བྱས་ཡོད་པ། བྱ་ཚིག་མི་འདྲ་བ་བེད་སྤྱོད་བྱས་ཡོད་པ། གནས་སྟངས་མི་འདྲ་བ་བེད་སྤྱོད་བྱས་ཡོད་པ་དཔེ་ན་ངས་དཔེ་མཚོན་གཅིག་བཤད་གོ། ང་རང་ཚོའི་དེབ་དམར་ལོག་ངེས་ངེས་མིན་དེ་གས་དེ་གས་དཔེར་ན་ཆག་ཤ་གི་ཡིན་ནམ། དུས་སུ་ལབ་ན་ཆར་བ་བཏང་གི་འདུག་ལབ་ཀྱི་རེད། རེད་བ། ཨ་ནི་ཁྱེད་རང་སྐད་ཡེ་བཏང་གི་འདུག་ལབ་ཀྱི་རེད། ཨ་ནི་གླིང་བུ་ཡེ་བཏང་གི་འདུག་ལབ་ཀྱི་རེད། ཚང་མ་བཏང་རེད། གར་སྤྱི་ནས་ལབ་དུས་ཚང་མ་ལ་ང་ཚོ་དེབ་ཀློག་གི་མེད་པ་ཡིན་ཙང་བྱ་ཚིག་ཕྱུག་པོ་ཡོད་མ་རེད། ཨ་ནི་གར་སོང་རེད་ཆར་བ་འབབ་གི་ཡོད་པ་དང། གླིང་བུ་འབུད་གི་ཡོད་པ་དང། ཁྱེད་རང་འབོད་གི་ཡོད་པ་དང། ཡི་གེ་ཨ་ནི་བཏང་བ་རེད་ཡི་གེ་སྤྲིངས་ཀྱི་ཡོད་པ་དེ་གས་དེ་བྱ་ཚིག་མང་པོ་ཅིག་ང་ཚོ་ཤེས་ཀྱི་ཡོད་མ་རེད། བྱ་ཚིག་ག་ཅི་ནས་མང་པོ་ཅིག་ང་ཚོ་ཤེས་ཀྱི་ཡོད་མ་རེད་ལབ་པ་ཡིན་ན། ང་ཚོས་ཀྱིས་དེབ་མང་པོ་མ་ཀློག་པ་ཡིན་ཙང་དེབ་མང་པོ་མ་ཀློག་ན་ཨ་ནི་བྱ་ཚིག་དེ་གས་དེ་སོ་སོའི་ཀྱི་ཀླད་པའི Dictionary ནང་ལ་ག་ཚོད་ཡོད་པ་དེ་ག་རང་བྱས། སོ་སོའི་ཀྱི་ཉེ་འཁོར་ལ་ཡོད་པའི་མི་དེ་ཚོ་གས་སྐད་ག་རེ་རྒྱབ་ཀྱི་ཡོད་ན་དེའི་ཀྱི་བྱ་ཚིག་ཅིག་མ་གཏོགས་བྱ་ཚིག་ཕྱུག་པོ་ཆགས་ཀྱི་ཡོད་མ་རེད། Enrich your vocabulary། བྱ་ཚིག་དེ་ཕྱུག་རུ་བཏང་ཡ་ལ་ག་རེ་བྱེད་དགོས་རེད་ཟེར་ན་ཡིན་གྱི་མིན་གྱི་དེབ་ཀློག་རེད། ད་དེབ་ཀློག་ཡོད་ལས་ལྷག་པ་ཅིག་གིས་ད་ཡི་གེ་བྱང་ཡན་དང་རིག་གནས་བྱང་ཡན་དང་སྐད་ཡིག་བྱང་ཡན་ལ་གལ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ཨ་ནི་དཔེ་ཀློག་དང་དེབ་ཀློག་ཡ་དེ Reading Habit དེ་ཧ་ཅང་གལ་ཆེན་པོ་རེད། དེ་འདྲ་ཡིན་པ་ཡིན་ན་ད་དེབ་ག་འདྲས་བྱས་ནས་ཀློག་དགོས་རེད། ངས་ཁྱེད་རྣམ་པ་ཚོ་ང་རང་ལོ་རྒྱུས་ཅིག་ཞུས་ན་བསམ་བྱུང། ང་དགུ་བཅུ་གོ་བཞི་སྟུ་བ་ལ་ནི་ང་འབྲས་སྤུངས་གྲྭ་བ་འདི་བློ་ཟི་ལིང་ནང་ལ་གྲྭ་བ་བྱས་པ་རེད། སྐབས་དེ་དུས་ལོ་ཆུང་གྲྭ་ཨ་ནི་གྲྭ་ཚང་བླ་བྲ་ནང་ལ་ཡ་ཚུད་གི་ཡོད་མ་རེད་ལོ་བདུན་ཡིན་ནའི་གཅིག་རེད་ལོ་བཅུ་རེ་རེད་དུས་མ་གཏོགས་བླ་བྲ་ནང་ཡ་ཚུད་གི་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ཨ་ནི་ལོ་གཉིས་གསུམ་གཅིག་གི་རིང་ལ་ང་ང་རང་ཨ་ཞང་ལགས་ཀྱི་མདུན་ལ་བསྡད་པ་རེད། ཀྱེ་བེ་རི་སྤྱི་མེས་དབང་རྒྱལ་ཟེར་ཁྱེད་དབང་བེ་རི་སྤྱི་མེས་དབང་རྒྱལ་གྱི་སྐུ་མདུན་ལ་ཨ་ནི་བསྡད་ཡ་བྱུང་བ་རེད། ངས་ད་ལྟ་བསམ་བློ་བཏང་རེད་བ་རྒན་གྱིས་ང་ལ་ག་འདྲའི་བསླབ་བྱ་ག་རེ་བྱེད་བཞག་ཨ་ནི་ཏག་ཏག་ཡོང་དུས་བཙུན་པ་ལགས། ག་དུས་ཡིན་ན་རེད་ད་ག་དུས་ཡིན་ན་ཡང། རྣམ་གཡེང་གི་གོ་དོན་མཚན་ཉིད། འཕྲད་ལ་ག་ཚོད་ཡོད་འཕྲད་གསལ་རེད་ག་རེ་ཡིན་མིན་བསླབ་ཁོ་ར་བསླབ་མ་སོང། ག་རེ་བསླབ་སོང་ཟེར་དུས་འོན་ཤེས་བློ་བཏང་དེ་བསླབ། གཅོད་མཚམས་ཡག་པོ་བསླབ་སྒྲ་དག་པོ་ཀློག་ཡ་དེ་བསླབ་སོང། གཉིས་པ་དེ་ག་རེ་ལབ་སོང་ང་ནི་སྐབས་དེ་དུས་དུས་དེབ་གཅིག་མ་གཏོགས་ཡོད་མ་རེད་ང་ཚོ་དེ་དུས་དུས་དུས་ང་ཚོ་དེ་འདྲ་ན་ཞིག་དུས་སྐྱེལ་འབེལ་པོ་ཡོད་མ་རེད། ཕ་ཡུལ་དུས་དེབ་ཟེར་བྱོས་རེད་ཕ་ཡུལ་དེ་སང་ཡིན་ན་ཚགས་པར་ཆགས་ཚར་འདུག་ཨ། ཕ་ཡུལ་དུས་དེབ་ཟེར་བྱོས་རེད་འོ་དེ་རེད་མ་གཏོགས་ཡོད་མ་རེད། དེའི་ནང་ལོགས་ལ་སྒྲུང་དེ་འདྲ་ཡོད་རེད། ཨ་ནི་རྒན་མདུན་ལ་བསྡད་ནས་རྒན་གྱི་སྒྲུང་དེ་ཚར་གཅིག་ཀློག་རེད་དེ་བཞུགས་གོ་དེ་ལ་ངས་ཚར་ཁ་ཤས་ཀློག་ཚར་ཁ་ཤས་ཀློག་སྒྲུང་དེ་དང་པོ་བཅོས་མཚམས་ཡག་པོ་ཡོང་གི་འདུག་བས་དེ་ཡི་རྗེས་ལ་སྒྲུང་དེ་ཡི་ནང་ལ་མིང་ཚིག་དེ་ཚོ་ཤིང་གི་འདུག་བས་ནི་ས་ནི་ཡག་ཡོང་བྱས་ནས་རྒན་ལ་ཡག་སྒྲུང་དེ་ཆ་ཚང་ཅིག་ངས་ངག་ཐོག་ནས་མ་བཤད་དགོས་ཤེས་ཡོང་དུས་རྩོམ་པ་ལ་བཤད་སྟངས་འགྲིག་གི་འདུག་བས།

ད་དབྱེ་བ་དེ་འདྲ་སྦྱངས་བྱས་ནས་དོན་རྐྱེན་སུམ་ཅུ་སོ་ལྔ་གི་དབྱེ་བ་སྦྱངས། དཔེ་རྐྱེན་སུམ་ཅུ་སོ་གཉིས་ཀྱི་དབྱེ་བ་སྦྱངས་ཡས་དེ་གི་སྙན་ངག་ཤིང་ཀི་རེད་བས་ལབ་ན། བརྒྱ་ཆ་བརྒྱ་ཙམ་པ་ཐག་ཆོད་ནས་ལབ་ཐུབ་པ་རེད་སྙན་ངག་ཤིང་ཀི་མ་རེད་བ། སྙན་ངག་སེང་གེ་དེ་བྲིས་ནས་སྦྱངས་ཡས་རེད་པོད་ཆོས་བྲིས་ནས་སྦྱངས་ཡས་རེད་མ་གཏོགས། དོན་རྐྱེན་སུམ་ཅུ་སོ་ལྔ་གྲངས་ཀ་རྒྱག་ཡས་དེ་སྙན་ངག་ཤིང་ཡས་དེ་མ་རེད་བ། དེ་སྤུ་གུ་ཆུན་ཆུན་ལོ་བདུན་བྱས་པ་གཅིག་ལ་ཡ་དོན་རྐྱེན་སུམ་ཅུ་སོ་ལྔ་དེ་ཕར་ཨོ་རོ་ས་ནས་གྲངས་ཀ་རྒྱབ་བྱོས་ཤེ་ན་རྒྱབ་ཐུབ་བོ་རེད།

དུས་གསུམ་འདི་འདྲས་ཀྱི་བྱ་ཚིག་འདི་འདྲས་ཀྱི་གི་ཚིག་དྲུག་འདི་འདྲས་ཀྱི་ནང་སླེས་སོང་ན་བྱ་ཚིག་ག་རེ་བེད་སྤྱོད་བྱེད་དགོས་རེད་ཚིག་དྲུག་འདི་འདྲས་ཀྱི་ནང་སླེས་སོང་ན་བྱ་ཚིག་ག་རེ་བེད་སྤྱོད་བྱེད་དགོས་རེད་འདི་ཤིན་དགུ་བ་རེད་མ་གཏོགས་ནི་གཞན་བེད་སྤྱོད་ཡོད་མ་རེད་བ། དེ་འདྲས་ཡིན་པ་ཡིན་དུས་ད་ང་ཚོ་ནོར་དེ་ཡས་དེ་ང་ཚོ་དེབ་དམར་ལོག་ཡས་ཙང་བྱས་པ་རེད་དེ་འདྲས་ཡིན་ཙང་ཁྱེད་རང་གི་ནང་ལ་དེབ་མེད་འདུག་ན་ནི་དེ་རིང་ནས་བཟུང་དེ་སྒྲུང་དེབ་དེ་འདྲས་ལོག་ཡ་ཚགས་པར་དེ་འདྲས་ལོག་ཡ་ལྷག་པར་དུ་ཡང་ད་འདའི་དུས་ཚོད་དེ་ལ་དྲ་རྒྱའི་དུས་རབས་རེད་ངས་ཁྱེད་རྣམ་པ་ཚོ་ལ་འདི་ངོ་སྤྲོད་བྱས་ན་བསམ་བྱུང།

ཁྱིམ་ཚང་གི་ཁོག་གི་ཚིག། སློབ་གྲྭའི་གི་གནས་བབ་དང་འབྲེལ་བའི་ཚིག་དེ་འདྲས་གླེང་གི་མ་རེད། རེ་བ་ཡང་དེ་འདྲས་རེད། ཚགས་པར་ཀློག་པ་ཡིན་ན་ད་དཔེར་ན་ཆ་ཤས་ལེན་ན་དེང་སང་ཚགས་པར་རྒྱ་ཆེ་ཀློག་པ་ཡིན་ན་དམག་གི་སྐོར་ལ་ཨ་རི་དང་རྒྱ་ནག་གཉིས་དམག་འཁྲུག་སྐོར་ལ་ཡོད་པ་ཡིན་ན་དམག་འཁྲུག་དང་འབྲེལ་བ་ཡོད་པའི་སྐོར་གྱི་བྱ་ཚིག་མང་པོ་ཞིག་ཅིག་ཁྱེད་རང་ཤེས་གི་རེད།

དེ་འདྲའི་ཀློག་པ་ལས་ལྷག་པའི་སྐད་ཡིག་ཡར་རྒྱས་འགྲོ་ཡག་གི་ད་ཐར་ལམ་ཅིག་ཡག་ག་ཅིག་ཐར་ལམ་དེ་ལས་ལྷག་ག་ཅིག་ད་ལྟ་ཡོད་མ་རེད། དེ་འདྲའི་ཡིན་ཙང་ངས་ཁྱེད་རྣམ་པ་ཚོ་ལ་སྒྲུང་དེ་ཀློག་གོ་ཟེར་ན་དེང་སང་དུས་ཚོད་ལ་མི་མང་ཆེ་བ་དེ་དུས་ཚོད་དང། དུས་ཚོད་ཡོད་མ་རེད་ཟེར་ན་དུས་ཚོད་ཞེ་བོ་འབེལ་པོ་ཡོད་རེད། ཡིན་ན་ཡང་དབུ་ཐག་དེ་ཞེ་རག་ཡོད་མ་རུང་བ། ཡང་ནི་རྒྱུད་རིང་པོ་ཀློག་ཐུབ་གི་ཡོད་མ་རེད་ཐུགས་ཁ་རྩ་བ་ཉིད་ནས་མེད་རེད་ད་དེང་སང་དུས་ཚོད་ལ་ཡིན་ན།

སྙེ་མོ་ས་ར་ནས་མ་ཐོན་ཞེས་པའི་རྟ་མགྲིན་ལགས་ཀྱིས་གཙོ་སྐྱོང་གནང་བཞག་པའི་བོད་ཀྱི་དེ་ཕོ་ཟེར་ནས Google ནང་ལོག་ལ་བོད་ཀྱི་དེ་ཕོ་ཟེར་ནས་བྲིས་ད་ད་འདྲ་བོ་དེ་ཕ་ན་རོ་ཕོ། དེ་ཕོ་ཟེར་ངེས་དེ་ཡི་ནང་ལོག་ལ་རྩོམ་གསང་རྒྱུད་དུ་སོ་ཚ་བོ་ཚ་བོ་ལེགས་རེད་ཨ་ནི་ཁ་ཐུག་ཁ་ཐུག། གཉིས་པ་དེ་ལ་ཚིག་སྦྱོར་ཡོད་རེད་པ the way of writing ཚིག་སྦྱོར་དེ་དཔེ་རྙིང་ཆེན་པོ་འདུག་དེ་འདྲི་ཡིན་ཙང་ཚིག་སྦྱོར་ཡག་པོ་སྦྱང་ཡ་ཡོད་རེད། དེའི་སྔ་ལོ་ལ་ངས་ད་ལྟ་བར་དུ་དོ་སྣང་བྱུང་བ་ཡིན་ན་དག་ཆ་ཧ་ལམ་འཁྲུག་གི་མི་འདུག་དེ་འདྲ་ཡིན་པ་ཡིན་ཙང་དག་ཆ་ཡང་སོ་སོའི་ངོས་ནས་འཇགས་ཡས་འདུག་གཞན་མ་གཞི་གསར་འགྱུར་ཁ་ཤས་ཁ་ཤས་ཀྱི་ནང་ལ་དག་ཆ་གླེན་རྟགས་འཁྲུག་ནས་མི་གི་མིང་ཞིག་ལྟར་དག་ཆ་འཁྲུག་ནས་བསྡད་དེ་གི་འདུག་དེ་གས་དེ་ལ་ངས་བལྟ་ན་བལྟ་སླ་ནི་ཁ་གསོ་རེད་སླ་ཕུལ་ས་མ་རེད་ཨཱ་ནི་དེ་ལས་ད་བོད་ཀྱི་དལ་པོ་དེ་ལ་བལྟས་པ་ཡིན་ན་ཨཱ་ནི་དག་ཆ་དང་གང་ཅིའི་ཆ་ནས་ཡར་རྒྱས་འགྲོ་ས་རེད་བསམ་འདུག་དེ་འདྲ་ཡིན་ཙང་ཁྱེད་རྣམ་པ་ཚོས་གི་དཔེ་ཀློག་ཟེར་ཡས་དེ་ལ་བསམ་བློ་བཏང་རོགས་ཅི་མ་གཏོགས་གཞན་ཁྱེད་རང་གིས།

ཨ་ནི་ངས་ཁྱེད་རྣམ་པ་ཚོ་ལ་གནོན་འདོད་བྱུང་རྒྱུ་བྱུང་སོང་སྙམ་མོད་ང་ཚོ་ཆུང་ཆུང་དཀའ་ལས་ཡིན་ན་ཡི་གེ་རང་སྦྱོང་བྱེད་དུས་ཙམ་པ་ལ་བྲིས་ནས་སྦྱང་ཡ་ལུགས་སྲོལ་དེ་ཞུ་གི་ཡོད་རེད། ང་ནི་དེ་སང་ལ་ཡང་ཡི་གེ་སྦྱང་གི་སྦྱང་དུས་ངས་བྲིས་ནས་སྦྱང་གི་ཡོད། དེ་སང་ངས་ཏུའུ་སྟ་བསྡད་དུས་ཙམ་པ་ལ་བྲིས་ནས་སྦྱང་ངེས་ནས་ཉུང་ཉུང་ཞུ་གི་འདུག་ཨ་འདྲེ་ཨ་འདྲེ་ཨ་འདྲེ་ཅེས་ནས་སྦྱང་བཞིན་ཡོད་དོ་དཔེར་ན་ངས་དཔེ་མཚོན་གྱིས་བཤད་དགོས་ན། དཔེར་ན་ད་ངེད་ཀྱིས་དཔེར་ན་ཆ་བཤད་ན།

ཡི་གེ་བྲི་ཡལ་འདི་དང་བསམ་བློ་དང་ཆ་ཚང་འདི་སྤོངས་ཡོང་དུས་བརྩོན་པ་ལ་དེ་ལ focus མང་ཡང་ཡོད་རེད། འདི་ལ་མང་ཡང་ཡོད་པ་ཡིན་དུས་བརྩོན་པ་ལ་དེ་བསྟན་པ་འདི་ཡ་ལ་ཁྱད་པར་ཡོད་རེད། དེ་འདྲ་ཡིན་ཙང་སོ་སོའི་ངོས་ནས་བསམ་ཚུལ་བྲི་ཡ་ཉིན་ཐོ་བྲི་ཡ་དེ་སྐད་དེ་ཐུགས་གལ་ཆེན་པོ་ཞུ་རེད་དེ་བྲི་ཡལ་ལ་ཤུགས་ཀྱིས་མ་རྒྱག་པ་ཡིན་ན་ད་གང་ཡང་ཡོང་ཡ་མེད་པའི་འགྲོ་བ་གྱིས་དངོས་གནས་དྲ་གནས་ཀྱི་ད་ཡོང་ཡ་མེད་པ་འགྲོ་བ་གྱིས་རེད་ཤག་བསམ་འདུག་འོ་དེ་འདྲ་ཡིན་ཙང་ད་བྲི་ཡལ་ལ་ཐུགས་གལ་ཆེན་པོ་གནང་ཡ་དེ་གལ་ཆེན་པོ་རེད།

ད་ཆ་ཡར་རྒྱས་ཟེར་ངེས་ཏེ་བྲིས་ཀི་བྲིས་ཀི་བྲིས་ཀི་བྲིས་ཀི་ཡར་འགྲོ་བྱས་པ་རེད་ཁ་ཅིག་ཡར་རྒྱས་ཞེ་དྲག་འགྲོ་རོགས་བྱེད་ཀི་མ་རེད་ཡིན་ནའི་ཁེངས་སྐད་ཡོད་མ་རེད་བྲིས་བསྡད་ད་ད་ཆ་ཟེར་ངེས་ཏེ་མོས་ཀི་བཅོས་ཆོག་རེད་མ་ཡི་གི་བྲིས་རོགས་མ་བྱས་ན་ནི་བཅོས་ཡ་ཡོད་མ་རེད་ནམ་ཞིག་ལ་ང་ཚོ་དྲ་རྒྱ་དུས་མཁྱེན་ཡག་རུ་འགྲོ་དུས་ཙམ་ལ་བོད་ཡུལ་ད་ཆ་དེ་ཡང་ཁོ་རང་ཁོ་རང་བཅོས་བསྡད་ངེས་ཀྱི་ཟོས་ཏན་ཏན་ཟོས་ཡ་ཡིན་པ་རེད་དེ་ཟོས་ཚར་བའི་ཤུ་གུ་དེ་ལ་ད་ཆ་ད་གམ་ཟེར་གི་སྐད་ཆེན་པོ་ཁེ་མ་རེད་ཁྱེད་རང་ལ་མིང་ཚིག་ཁོ་རང་མེད་པ་ཡིན་ན་ནི་ཀམ་པི་ཏྲ་གི་བཅོས་ཡ་སྐད་ཡོད་མ་རེད་བ་དེ་འདྲ་ཡིན་ཚ་ད་ཆ་ལ་སེམས་ཁྲེལ་མ་བྱེད། དེ་ལ་འདོད་བྱུང། ད་ཡིན་ན་ཡང་ད་ཆ་ཤེས་ཡན་དེ་ཡང་ད་ཆ་ཡག་པོ་ཅིག་ཡོད་དེ་ཡང་ཞེ་བོ་གལ་ཆེན་པོ་རེད་ད་ད་ཆ་ཡག་པོ་ཅིག་ཡོད་པ་ལ་ཐབས་ཤེས་ག་རེ་ཡོད་རེད། ལབ་པ་ཡིན་ན། ཨོ་ད་དུས་ཚོད་ཤེས། ཨོ་ཡ། ད་ད་ཆ་ཡག་པོ་ཅིག་ཡོད་ལ། ཁྱེད་ཕྱི་ཤོད་ནང་གི་ཕྱི་ཤོད་དེ་ག་རེ་བྲི་དུས་ཡིན་ནས་གཟབ་གཟབ་བྱས་ནས་བྲིས་པ་རེད་ག་རེ་ལེ་ལེ་བྲི་རྒྱུ་ཡོད་མ་རེད། ངས་དཔེ་མཚོན་གཅིག་བཤད་དགོས་རེད།

དེ་འདྲ་ཡིན་པ་ཡིན་ཙང་ད་ཆ་ཡར་རྒྱས་འགྲོ་དགོས་ཀྱི་ཡོད་པ་ཡིན་ན་ག་རེ་བྲི་གི་ཡོད་ན་ཡང་ངས་འདི་བྲི་གི་ཡོད་ཟེར་ནས་སོ་སོ་ལ་ངེས་གཏན་གོ་རེད། ཨ་ནེ་ཉི་མ་གཅིག་ལ་ནོར་ཡོད་པ་ཡིན་ན་སྐྱོན་ཡོད་མ་རེད་ནོར་སོང་ན་བཅོས་བྱེད་ཀྱི་རེད་བཅོས་བྱེད་འདི་མ་རེད་ད་འདི་རེད་ད་ཟེར་ལ་འོང་དུས་ད་ཁྱེད་རང་ལ་གསལ་བོ་ཆགས་རེད་ཨོ་ངས་ནི་དེ་རེད་བསམ་སོང་སྟེ་དེ་རེད་མི་འདུག་བ་ཟེར་ལ་འོང་དུས་ད་གསལ་བོ་ཞེ་བོ་ཅིག་ཆགས་ནས་དེ་ནས་བཟུང་བ་དེ་ཨ་ནེ་ཁྱེད་རང་གི་ད་ཆ་དེ་རྩ་བ་ཉིད་ནས་ནོར་གི་མ་རེད། ཞེས་མ་གཏོགས་དེ་རིང་བཅོས་ས་གཉིས་ཡང་ནོར་འགྲོ་ས་གཉིས་བཅོས་གནང་གཉིས་ནོར་འགྲོ་དེ་འདྲ་ཡིན་ན་ད་ཆ་ཡ་ཆེ་ཅི་འདྲ་ཡོད་མ་ད་ཆ་ག་འདྲས་ཀྱི་ཁྲི་ནས་སོ་སོས་ཀྱི་ངས་བསྟན་ངས་འདི་བྲི་གི་ཡོད་བསམ་མེད་ཀྱི་བསམ་བློ་ཅིག་ཡོད་དགོས་རེད་སོ་སོས་ག་རེ་བྲི་གི་ཡོད་པའི་དེ་སོ་སོ་ལ་ངེས་བསྟན་དགོས་རེད་ངེས་བསྟན་ཡོད་པའི་ཞུ་གུ་དེ་ལ་ཉི་མ་གཅིག་ཚིག་མཛོད་ལ་བལྟ་ཨོ་ངས་འདི་བྲི་དུས་འདི་འདྲི་རེད་མི་འདུག་བ་ལ་དུས་དེ་ནས་ཡིན་ན་ཁྱེད་རང་གི་ཤེས་ཡན་འགོ་བཙུགས་ཚར་རེད་བསམ་དང་ད་ཆ་ཡ་ཅི་འདྲ་ཡོད་ད་ཡག་ཤོས་དེ་རེད། ཅིག་ཆགས་སོང་ཨ། གཉིས་པ་དེ་ལ་ད་ཆ་ཡར་རྒྱས་འགྲོ་ཡག་གི་ཐར་ལམ་ཅིག་ག་རེ་ཡོད་རེད་ཟེར་དུས་ཚངས་པ་ལགས་ད་ཆ་ཡར་རྒྱས་འགྲོ་དགོས་ཀྱི་ཡོད་པ་ཡིན་ན། ཀླད་པ་དེ་སུ་ཕྲུ་གུ་རེད། ཀླད་པ། ཐང་གིས་ངས་གོང་ལ་ཞུས་སོང་ཨ་འདི་ལ་ས་སྐྱའི་ཆོས་སྒར་བྲིས་འདུག་ཨ། ས་ཀ་ད་ག་ར་ག་ར་ཟེར་དུས་ཚངས་པ་ལགས་ཚུགས་དེ་འདྲ་ལས་ལ་གོ་བ་རེད་པ་ས་ཆ་དེ་འདྲ་ལ།

དེ་འདྲ་ཡིན་ཙང་ཀླད་པ་དེ་བཞིན་དཀྲུགས་ནས་གཅིག་ལ་འདིར་འཁྲིད་ཀྱི་ཡོད་ན་དེ་ལ་དེ་འདྲས་འཁྲིད་དགོས་རེད་དེ་ལ་དེ་འདྲས་འཁྲིད་དགོས་རེད་དེ་ལ་དེ་འདྲས་འཁྲིད་དགོས་རེད་ཟེར་ནས་ཆ་ཚང་ལོ་ལ་རིགས་འགྲེ་གཏང་ཐུབ་བ་ཅིག་བཟོས་དེ་ཧ་ཅང་གལ་ཆེན་པོ་རེད། དེ་འདྲས་ཡིན་ཙང་བྱ་ཚིག་ག་འདྲས་ཅིག་བྱུང་སོང་ན་ཡང་བྱ་ཚིག་ག་འདྲས་ཅིག་བྱུང་སོང་ན་ཡང་དེ་ལ་མིང་ཚིག་དེ་ག་འདྲས་ཅིག་ནས་བཏགས་ཤག་ཟེར་དེ་ཧ་གོ་ཡ་གལ་ཆེན་པོ་རེད། དཔེར་ན་འདི་ལ་ཆུ་ཚོད་ཟེར། ཆུ་ཚོད་ག་ཅིག་ནས་ལབ་ཀྱི་ཡོད་རེད་བསམ་ན་བཏང་བ་རེད།

ད་ང་ནང་བཞིན་གྱི་རྣལ་འབྱོར་མངོན་སུམ་འགྲོ་བཞིན་ལབ་པ་ཡིན་ན་གནས་ལ་ཟིན་ན་ག་ར་མ་ཏར་སྣ་ལ་གནས་ལ་ཟིན་ན་ག་རེ་ལབ་ཀྱི་ཡོད་ནང་འོ་ད་ཆ་ཡར་རྒྱས་འགྲོ་དགོས་ཀྱི་ཡོད་ན་མིང་ཚིག་རེ་རེ་རེ་རེ་ལ་ག་རེ་བྱས་ནས་ལབ་ཀྱི་ཡོད་ནང་ས་ནས་བསམ་བློ་བཏང་ཡོད་དེ་ཞུ་བ་གལ་ཆེན་པོ་རེད་ཨ་ནི་དོ་སྣང་བྲེལ་ཡོད་དེ་དང་སོ་སོས་ག་རེ་བྲི་གི་ཡོད་པ་དེ་སོ་སོས་ཧ་གོ་ནས་བྲི་ཡོད་དེ་ཞུ་བ་གལ་ཆེན་པོ་རེད་དེ་འདྲས་བྱས་པ་ཡིན་ན་ད་ཆ་ཡར་རྒྱས་ཧ་ད་སྔ་ཕྱི་མེད་པར་འགྲོ་ཤག་གི་རེད་དོ་སྤྱིར་ནས་འགྲོ་ཤག་ན།

ཁ་ངའི་འཕྲད་ཀྱི་འདུག་ན་འདི་ག་རེ་ཚུན་ཁོ་བ་རེད་ཟེར་ན། ནམ་རྒྱུན་ནས་དེབ་ཞེ་དྲག་མ་ཀློག་པ་དེ་ཚུན་ཁོ་རེད། ནམ་རྒྱུན་ནས་དེབ་ཀློག་དེ་ངས་ཡིན་ན་ད་དཔེ་ན་ངས་དཔེ་ཆུང་ཆུང་ཅིག་བཤད་གོ། དཔེ་ན་ངས་དུད་འགྲོ་རྒྱག་གི་རྐང་ལམ་ཕྲ་མོ་ཟེར་བྱས། དེབ་ཀྱི་ཡོལ་བ་གྱི་རྩོམ་སྐད་གྲགས་ཆེན་པོ་ཅིག། ད་ངས་དུད་འགྲོ་རྒྱག་གི་རྐང་ལམ་ཕྲ་མོ་ཟེར་ངེས་ཀྱི་རྩོམ་དེ་ཀློག་བསྡད་རན།

དེབ་འདི་འབྲི་རྒྱུ་ཀློག་ཤག་དང། དེ་འདྲའི་བྲིས་ཡག་གི་བསམ་བློ་ལེགས་ཀྱི་རེད། ནམ་རྒྱུན་ཁྱེད་རང་གི་རྩོམ་དེ་འདྲའི་བྲིས་བྲིས་གྲོགས་བྱས་དུས་འདི་ཙམ་ལ་རྩོམ་ཆེ་ནས་དྲན་གི་མི་འདུག་ན། ག་རེ་བྲིས་དགོས་ཆེ་ནས་དྲན་གི་མི་འདུག་ན། ས་ནོར་མང་པོ་མ་བཏང། བྲིས་དེབ་ཁ་བརྒྱབ། རྩོམ་དེབ་ཀྱི་ཀློག་དང་རྩོམ་དེབ་གཉིས་གསུམ་གྱི་ཀློག་དང། དེ་གས་དེ་ལ་ལྟ་གིན་ལྟ་གིན་ཨོ་ངས་འདི་འདྲ་ཞིག་བྲིས་ནས་འབྲི་སར་དང་འདི་འདྲ་ཞིག་བྲིས་ནས་འབྲི་སར་དང་འདི་འདྲ་ཞིག་བྲིས་ནས་འབྲི་སར་ལྟ་བསམ་བྲིས་ཡག་དེ་ལམ་སང་ལེགས་རེད། དྲིས་སོ། དེ་བཞི་བོ་གནས་འགའ་ཆེན་པོ་རེད་ད། བཞི་བོ་གནས་འགའ་ཆེན་པོ་རེད། དེ་འདྲའི་ཡིན་ཙང་ང་ནི་མཚམས་མཚམས་སྙན་ངག་དང་འབྲེལ་འབྲི་བ་དེ་འདྲའི་བྲི་སྙིང་བྲོ་དེ་རིགས་ཅིག་བྲི་དགོས་རེད་བསམ། བྲི་ཡས་དེ་འདྲའི་དྲན་གི་མི་འདུག་ན། ཨ་ནི་དགེ་འདུན་ཆོས་འཕེལ་གྱི་སྙན་ངག་འདྲ་བ་གཅིག་གཉིས་ཅིག་ཀློག། ཀློག། ཚ་ལ་མ་ཚ་ལ་དཀའ་ལ་དེ་ནས་བྲི་ཡས་དེ་འདྲ། བརྗོད་གཞི་དེ་ཚོ་ཙི་ཙི་ཙི་ཙི་ཅེས་ནི་བང་བསྒྲིགས་ནས་སླེ་ཡོང་གི་རེད། དེ་ནས་དེབ་ཁ་ལ་བཅར་ནས་བྲི་ཤག་ན་སྤེལ་ཡག་པོ་ཡོད་རེད། ཡང་སོ་སོ་སོ་སོ་ག་རེ་བྲི་སྙིང་བྲོ་ཡས་མ་བྲོས་མ་བྲོས་ལ་ཁྱད་པར་ཡོད་རེད། དཔེར་ན་ངས་དེ་རིང། བླ་མ་ལ་བསྟོད་པ་དེ་འདྲས་ཀྱི་ཁྲིད་སྒུག་འདུག་བསམ་ཡས་ཡིན་ན། ཨ་ནི་ངེད་ཀྱི་ནང་རྒྱུད་ཡིན་ན་གར་བྱེད་ཀྱི་ཡོད་ཟེར་ན། ཨ་ནི་མཁས་གྲུབ་རིན་པོ་ཆེ་དང་ཁོང་རྣམ་པ་ཚོས་ཀྱི་རྩོམ་དེ་འདྲས་ཀློག། ཀློག་བྱ་དང། ཨ་ནི་བླ་མ་ལ་བསྟོད་པ་དྲི་ཡག་གི་བསམ་བློ་དེ་ཡང་ཤུགས་ཆེར་བརྗོད་བྱ་དེ་ཡང་མང་རུ་བརྗོད་བྱེད་ཀྱི་ཚིག་དེ་གས་དུས་ཆུ་རུ་གྲུབ་འདུག། ཚང་ཚང་ཡང་བུ་བུ་མོ་མོ་བརྩེ་བ་གི་སྐོར་དེ་འདྲས་ཁྲིད་སྒུག་འདུག་བསམ་ཡོད་འདི་ཙམ་པ་ལ་ཡང།

ཨ་ནི་ཨུ་ཚུགས་རྒྱ་ནི་རེད་མི་རེད་ལྟ་དེ་ནི་དུས་ཚོད་འཕྲོ་བརླག་རེད་དེབ་བྲི་དེབ་ཁ་ལ་བརྒྱབ་ནས་ཨ་ནི་རྩོམ་དེབ་གཞན་པ་དེ་འདྲ་ཀློག་དང་ཨ་ནི་དྲན་དྲན་ཡོང་གི་རེད་ད་ཀློག་ཡོང་དུས་རྩོམ་པ་ལ་ཁྱེད་རང་ག་རེ་རེད་ཟེར་རེད་ཟེར་ན་བ་ག་རེ་རེད་ཟེར་དུས་རྩོམ་པ་ལ་འདི་རེད་ངེས་པར་དུ་ག་རེ་བྱེད་དགོས་རེད་ཟེར་ན།

མཚམས་མཚམས། རྩོམ་ཡིག་འདི་འདྲའི་ཀློག་ཡོད་དུས་བརྩམས་པ་ལ་ཤོ་ལོ་ཀ་གཅིག་གང་བཟང་སྙིང་པོ་སྙན་པོ་དེ་འདྲ་ཡོད་རེད་སྙན་པོ་དེ་འདྲ་ཀླད་སོང་ན་ག་རེ་བྱེད་དགོས་རེད་ཟེར་དུས་ཡིན་གཅིག་མིན་གཅིག་བྲིས་ཏེ་ནང་ལ་དཔབ། བློ་ལ་ཟིན་ཡང་འབད་བརྩོན་བྱས་ན་ཡང་ཡག་པོ་ཡོད་རེད། དཔེར་ན་ཆ་བཞག་གི་ཡིན་ན། དགེ་འདུན་ཆོས་འཕེལ་གྱི་ད་མ་ད་པ་དྲན་སྐུལ་དེ་ཚོ་ཀློག་ཀློག་དེ་དུས་བརྩམས་པ་ལ་ཚིག་ཁ་ཤས་སྙན་དྲགས་ནས་བྲིས་ཏེ་ནང་ལ་དཔབ་ནས་ཉར་གི་ཡོད། དཔེར་ན། བལྟས་ན་ཅི་ཅི་འདྲ་བའི་འཇིག་རྟེན་གྱི་ཕུན་ཚོགས་ཐོབ་ན་རང་རང་དགོས་ཀྱི་སྡུག་བསྔལ་རེ་འདུག་པས་ཟེར་ཡག་འདྲ་འདི་ཡོད་དེ་ཚོ་དྲི་ངན་བྲིས་དེ་རྣམས་ཚོ་མ་དཔར་ཡོད་དེ་འདྲས་དཔར་ཡོད་དེ་དེང་སང་ང་ཚོས་རྩོམ་ཡིག་འདི་འདྲས་བྲིས་ཡོང་དུས་རྩོམ་པ་ལ་དེ་དང་འདྲ་བོ་འདྲ་བོ་དེ་འདྲས་དཔེ་ལྟ་གི་ཡིད་ལྟ་གི་བྲིས་ཆོག་གི་འདུག་བ་རེད་མ་རེད། ད་ནི་དཔེར་ན་ཆ་བཤད་གི་ཡིན་ན་མེད་ན་ཨ་ནི་ལྟོགས་ཀྱིས་ཐོབ་པའི་བཟའ་བཏུང་གི་རྩོལ་སྤྲུག་ཡོད་ན་ཟས་ཀྱིས་ཐོབ་པའི་ཁེ་བཙུན་གྱི་འདུ་འགོད་ཟེར་ཡག་འདྲ་བོ་ཡོད་བ་དེ་ཚོ་ཚིག་སྦྱོར་དང་ཞེས་པ་སྙན་པོ་ཡོད་རེད་བ་དེ་འདྲས་ཡིན་ཙང་ཤོ་ལོ་ཀ་རེ་མ་དཔར་ན་འགྲིག་གི་རེད་མཚམས་མཚམས་ཁེ་བཙུན་གྱི་འདུ་འགོད་ཟེར་ཡག་འདྲ་བོ་དེ་ཚོ་ཚིག་གལ་ཆེན་པོ་དེ་འདྲའི་སླད་སོང་ན་དེ་ཚོ་དཔག་ནས་དེ་སྐད་དུ་རྗེས་མ་སོ་སོ་བེད་སྤྱོད་བྱེད་ཡ་དེ་འདྲས་འོ་དེ་འདྲས་གནང་ཐུབ་ན་ཞི་རག་གི་ཐུབ་བེ་ཆེན་པོ་ཡོ་རེད་ཟེར་བྱས་ནས་ཨ་དུས་བྱས་ནས་ད་སྦྱང་དགོས་རེད་ད་སྦྱང་ཡོང་དུས་བརྩམས་པ་ལ་ད་འགི་གོང་དུ་ཞུས་པ་ནང་བཞིན་རེད་མ་བྲིས་དུས་བརྩམས་པ་ལ་སོ་སོའི་ངོ་ནས་བག་བསམ་བློ་གཟབ་གཟབ་བཏང་ནས་བྲིས་ཡ།

ཁར་སོ་དགོས་རེད་བས་ནི་དྲི་བ་ཚང་མ་ལ་ལན་ཐེ་ཡ་དེ་འདྲ་ཁེལ་ཡོད་མ་རེད་སྤྱི་བཏང་ནི་ནམ་རྒྱུན་ནས་ཡིན་ན་དེབ་ཀློག་ཡ་དེ་དང་གཅིག་ཀློག་ཡོང་དུས་ཀྱི་ཕྱོགས་ལ་ཁྲི་བདས་ཉར་ཡ་དེ་དང་གཉིས་སོ་སོའི་གི་ཉིན་ཐོ་དང་བསམ་ཚུལ་དང་ག་རེ་ཡིན་ནའི་ཁྲི་བདས་རྣམས་ལ་བྲིས་བྲིས་བྲིས་བསྡད་ཡ་དེ་ཞེ་དྲག་གི་ཐུགས་གལ་ཆེན་པོ་རེད་དེ་ང་རང་ཁྱེད་རྣམ་པ་ཚོ་ལ་ཞུ་འདོད་ཆུང་སོང། ལེགས་སོ། ལེགས་སོ། ད་འདི་འདྲ་ཡིན་དུས་རྩོམ་པ་ལ་ད་ང་ཚོ་ཁ་སང་ཉི་མ་བཅུ་བདུན་བཅོ་བརྒྱད་ཅིག་རིང་དེ་ལ་འདུག་སུ་ཁྲིད་པ་རེད་ཨ་ནི་ད་ང་རང་ངོས་ནས་ཡང་དྲ་རྒྱའི་ནང་ལོག་ལ་འདི་འདྲའི་ཁྲིད་བྱས་ནས་ལོ་གཅིག་ལོ་གཉིས་སུ་ཕྱིན་པ་མེད་འགྲོ། ཕལ་ཆེར་ལོ་གཅིག་ལྷག་སུ་ཕྱིན་པ་རེད། ཨ་དེ་འདྲས་ཅིག་ཕྱིན་པ་རེད། ཨ་ནི་ད་ལྟ་ཡིན་ནའི་མུ་མཐུད་ནས་བྱེད་ཡག་གི་འདོད་པ་དང་བསམ་བློ་དེ་འདི་ཡོད། གང་ཡིན་ཟེར་ནས་ལབ་པ་ཡིན་ན། མི་ཉམ་ཆུང་རེད་རྒྱབ་རྟེན་ཡོད་མ་རེད་གྲྭ་བ་གྲྭ་རྐྱང་རེད་དེ་སང་ལྷོ་ཕྱོགས་དགེ་བཤེས་ཤེས་ཐང་ཆེ་བ་ཡིན་ན་གྲྭ་བ་གྲྭ་རྐྱང་རེད་བ་ཅི་གང་ཅི་རྒྱབ་རྟེན་དང་གེ་ཁུ་ཅི་ཡོད་མ་རེད་དགེ་བཤེས་མ་རེད་མཁན་པོ་མ་རེད་སློབ་དཔོན་མ་རེད་རིན་པོ་ཆེ་མ་རེད་ཅི་གང་ཅི་མ་རེད་ནི་ད་གྲྭ་བ་གྲྭ་རྐྱང་རེད། དེ་འདྲས་ཀྱི་རེད་དེ་ཡིན་ན་ཡང། ད་ང་ལ་ཚ་བ་འདྲ་པོ་ཤུགས་ཆེ་ཤོས་ཅིག་ག་དུས་བྱུང་སོང་ཟེར་ན་ན་ནིང་ལོ་གཅིག་གི་རིང་དེ་ལ། ནུབ་ཕྱོགས་ལ་ཕྱིན་པ་རེད་ཨ་མི་རི་ཀ་ལ་ཁྱུ་ཟིག་ཕྱིན་པ་རེད། ལོ་གཅིག་གིར་ཕྱིན་པའི་སྐབས་དེར་ཡིན་ན་ང་ཧང་སང་ཡང་འདྲ་བོ་བྱེད་ལ་ཡ། ནིའུ་ཡོག་དང་ཝ་ཤིང་ཏོན་དང།

དེ་འདྲ་ཡིན་ཚེ་ད་ངས་སྐད་ཆ་རྡོག་རྡོག་རུབ་ཅིག་ག་རེ་ལབ་གི་ཡོད་ཟེར་ན་ང་རང་གིས་ལས་ཀ་བྱས་བསྡད་པ་དེ་སྐད་ཡིག་གང་ལ་སློབ་ཚན་ཁྲིད་བསྡད་པ་དེ་སྤྱི་ཚོགས་ངོས་ནས་ལྟ་སྟངས་དང་སེམས་ཤུགས་དེ་གས་དེ་ང་རང་གིས་བྱས་པ་ལས་ལྷག་པ་ཅིག་གནང་གི་འདུག་དེ་འདྲ་ཡིན་པ་ཡིན་ཙང། ཞི་རགས་ཀྱིས་སོ་སོའི་ངོས་ནས་ཡིན་ན་སེམས་ཤུགས་བག་ཡག་དང་མུ་མཐུད་ནས་ད་ག་རང་བྱེད་དགོས་ས་རེད་བསམ་ས་འདྲ་བོ་ཅིག་གི་ཚོར་བ་ཡོང་གི་འདུག་དེ་ནི་མུ་མཐུད་ནས། མ། ཞུ་ཡ་ཡིན། ཨ་ནི། ད། འདི་གཅིག་པོ་གཅིག་གྱེས་མ་རེད་དྲ་རྒྱ་གི་ནང་ལོགས་ལ་ངའི་གི་སློབ་ཚན་གྲོགས་གཅིག་མང་པོ་ཁྲིད་གི་རེད་དེ་དུས་ཁྱེད་རྣམ་པ་ཚོ་གཟིགས་ཆོག་གི་རེད་དེ་དུས་ཨ་ནི་དེ་དུས་ཡང་ང་ཚོ་ཡང་བསྐྱར་འཇིག་གི་རེད་ད་ལྟ་འདི་ལ་ང་ཚོ་བཀའ་སུ་ཕབ་པ་འདི་ལ་ཡིན་ན་དེ་ནི་འདི་གོ་སྒྲིག་བྱེད་མཁན་ཡིན་ན་མོན་གྷོ། ས་སྐྱ། ཆོལ་ཁ་བརྩེ་ཆེན་མདོ་སྔགས་ཆོས་གླིང་གི་གོ་སྒྲིག་ཞུས་པ་རེད།

དེ་འདྲའི་ཡིན་པ་ཡིན་ཙང་འདི་གའི་དེ་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ཨ་ནེ། ཨ་ནེ་ད་ལྟ་འདི་གོ་སྒྲིག་བྱས་ནས་ད་གེ་དབང་ཕྱུག་ལགས་དང་ཀུན་དགའ་ལགས་ཁོ་ཚོའི་བེད་སྐུ་ལས་ཞི་རགས་སྐྱོན་བྱས་ནས་དེ་ཆེད་མདོ་བ་ལ་ཤ་ཞིག་དང་ཁ་ལག་དང་འདུ་ཚོ་བེད་བེད་འབོད་ལྷུག་ལྷུག་ཞིག་དང་ཡོད་པ་བྱས་ནས་ཞི་རགས་བཀའ་དྲིན་ཆེན་པོ་ཡིན། ཁ་ཡིན་ཟེར་ན་ཤེས་དགོས་དུས་ཨོ་ཙི་ཤེས་ཡ་ཡོད་རེད་དེ་ད་ལྟ་ལོག་འདྲ་འམ་ཟེར་དགོས་རེད་བ་ཐེམ་ཕང་བཀའ་རྒྱ་ཆེ་ནམ་རྒྱུན་ཡིན་ན་ཁ་ལག་འདུ་ཚོ་ཟ་ཁང་ནང་ལ་ཟ་འོས་རེད།